དཔེར་ན་ང་ཚོ་རྒྱ་གར་ནང་གི་དང་ཨ་ཕི་རི་ཀའི་ནང་དུ་བ་ས་ཇ་མཐུན་རྐྱེན་སྐྱོ་བོ་ཞུགས་དེ་འདྲས་ལ་ཡ་ཡི་ཤུ་ཆོད་པ་དེ་འདྲས་ཀྱིས་ཤེས་ཡོན་གྱི་རོགས་བྱས་ཡ་ཅིག་ད་ག་ནས་ཤིག་གི་འཕྲོད་བསྟེན་གྱི་ཞབས་འདེགས་ཞུ་ཡ་དེ་འདྲས་ཡོང་སྡད་ཀྱི་འདུག་ས་དེ་འདྲས་ཡིན་དུས་ས་ནས་ཅིག་བྱམས་པ་དང་བརྩེ་བས་ཅིག་ཉམས་ལེན་བྱས་ཡ་ཟེར་དེ་ད་ཆོས་ལུགས་ཚང་མ་ལ་བསླབ་བྱ་གཅིག་གྱུར་ཡོད་སྡད་པ་དེ་ད་ཟེར་བ་ཞིག་རང་རེད་ད་དེ་སྒྲུབ་བྱ་དེ་རེད་བ་ད། ལྟ་གྲུབ་དེ་དེ་སྒྲུབ་བྱེད་ཟེར་བ་དང། ས་དེ་འདྲ་ཡིན་དུས་ཙམ་ནས་ད་ལྟ་སྒྲུབ་ཀྱི་ཆ་ནས་ནི་རྒྱ་ཆེ་ཆུང་ཞེ་དྲག་ཡོད་རེད། རེད་དེ་ཡིན་ནའི་དེ་སྒྲུབ་བྱེད་སྒྲུབ་ཐབས་དེ་རེད། སྒྲུབ་ཐབས་དེ་གི་སྒྲུབ་བྱེད་ག་རེ་སློབ་ན་མི་བསམ་པ་བཟང་པོ་ཅིག་དང་མི་ཡ་རབས་ཅིག་དགོས་ཡ་དང་མི་དྲང་བདེན་ཅིག་དགོས་ཡ་ལྟ་དེ་སྒྲུབ་བྱེད་ཟེར་བ་དེ་གཅིག་པ་རེད་དོ། ས་དེ་འདྲ་ཡིན་དུས་ད་ལྟ་སྒྲུབ་མི་འདྲ་བ་དེ་ཡག་ཉེས་བརྩི་དགོས་བྱུང་ན།

བེར་ཀེ་སེ། ཅེས་དངོས་ཡོད་གནས་ཚུལ་དེའི་ཐོག་ལ་བཤད་པ་ཡིན་ན་དམིགས་བསལ་ཆོས་དང་མ་འབྲེལ་བའི་ཐོག་ནས་ཡ་རབས་ཀྱི་སྤྱོད་པ་བཟང་པོ་གོ་ཡ་གི་སློབ་སྟོན་བྱེད་ཡ་ཅེས་སྒུག་གི་འདུག་རྒྱ་གར་སྔ་མོ་ནས་ཡོད་དེ་བ་རེད་ཤག་ལོ་སྟོང་ཕྲག་གསུམ་ཙི་གོང་ནས་ཆོས་དད་མེད་པའི་ཆེད་ཡིན་ནའི་བྷི་གི་ཡ་རབས་གོ་ཡ་གི་ག་འདྲ་ཆོས་དང་མ་འབྲེལ་དབྱིན་ཇི་ཀ་ལི་ཡ Secular Ethics ཟེར་ཡ་དེ

དཔེར་ན་ང་རང་ཚོའི་བོད་མངོན་གསལ་དོད་ཤོད་ཅིག་ཨེ་ནི། ཆོས། ཁ་རོག་དེ་འཛམ་བུ་གླིང་འདིའི་སྒང་ལ་ད། ག་ས་ག་ལ་ལྐོག་ཟ་རུལ་སུངས་བྱེད་མཁན་ག་ཚོད་འདུག་ག། སྐྱག་རྫི་བཤད་མཁན་ག་ཚོད་འདུག་ག། མ་དྲང་བྱེད་མཁན་ག་ཚོད་འདུག་ག། དེའི་ནང་ན་མང་དགུ་ཅིག་དཀོན་མཆོག་ཁས་བླངས་གི་ཡོད་རེད། དཔེར་ན་ང་ཚོ་ནང་པའི་ནང་ལ་ཡོད་རྒྱུ་བསམ་གི། བཅོམ་ལྡན་འདས་ཁྱེད་སངས་རྒྱས་ཆོས་དགེ་འདུན་ཁྱེད་ཚེ་ཟིག་གི་ཟིག་གི་ལ་མི་ལ་སྐྱག་རྫི་བཤད་མི་ལ་མགོ་ལྐོག་བཏང་མི་ལ་ཐོབ་ཚུལ་བཤད་བཤད་དེ་ག་ཡོང་བསྡད་འདུག་ག།

དང། ད་ལྟའི་ཉིན་རེ་ཉིན་རེའི་འཚོ་བའི་ནང་དང་སོ་སོའི་གཟུགས་སྐུའི་བདེ་ཐང་དང་བདེ་འབྲས་ཀྱི་ཐོག་ནས་དགོས་མཁོ་ཡོད་དེ་བ་ད་འདི་སྒྲུབ་ཡག་འདི་གལ་ཆེ་མི་ཧྲ་རེ་བཞག་དེར་ཁེ་སོ། ངས་འདི་རྒྱུ་མཚན་གསུམ་བཀོད་ཀྱི་ཡོད། ང་ཚོས་ཉམས་མྱོང་གི་ཆ་ནས་བརྩིས་པ་ཡིན་ན་ཡང་ང་ཚོ་ཚང་མ་ལོ་མ་ལས་སྐྱེས་པ་རེད། མ་ཡི་བྱམས་བརྩེ་བ་ནས་འཚར་ལོངས་བྱས་པ་རེད། དེ་འདྲ་ཡིན་དུས་ང་ཚོ་ཚང་མ་ལོག་གི། ཅིག། སོ་སོའི་ལུས་ཀྱི་པད་གཅིག། རྡུལ་ཕྲ་མོའི་སྒང་དུ་བར་སླད་ཡོང་དུས་གང་འདྲ་ཡང་ཡིན་བྱམས་བརྩེའི་འཚོ་བ་དེ་ཞི་བ་ཆོལ་ཁའི་ཚོད་ལྟ་ཡོད་པ་རེད། ས་དེ་འདྲ་ཡིན་དུས། ཇི་ཙམ་གྱི་བྱམས་བརྩེའི་འཚོ་བའི་འཚོ་བ་ཤུགས་ཆེ་ཡོད་པ་དེའི་ཚོད་ལྟ་བྱམས་བརྩེའི་འཚོ་བ་ཡོད་དེ། ད་གཞན་གྱིས་བྱམས་བརྩེ་སྟོན་ཡག་གི་དེ་བྱུང་བ་ཡིན་ན་སོ་སོ་སེམས་སྐྱིད་པ། བག་ཕེབས་པ་ཡོང་འདུག་བ།

ས་བཅུ་པའི་མདོའི་ནང་ལས་ཡང་ཁམས་གསུམ་པོ་འདི་ནི་སེམས་ཙམ་མོ་ཞེས་ནི་གསུངས་བྱ་སྟེ་སེམས་ཙམ་པས་དང། སེམས་ཙམ་པ་ཟེར་ནས་མི་འདུག་གང་ལྟར་ཅི་ཕྱི་དོན་མི་ཤེས་ངེས་ཀྱི་ཡང་གྲུབ་མཐའ་མང་བ་ཚོས་དེ་ཡིན་ནི་ཕྱི་དོན་མེད་པའི་ཁུངས་ལ་ཡང་སྤྲད་ཀྱི་ཡོད་རེད་དེ། ཡིན་ནའི། དེའི་དགོངས་པ་མཐར་ཐུག་རུ་དེ་ཨེ་ནི་གང་ལྟར་བྱེད་པ་པོ་གཞན་ཡོད་མ་རེད། རྒྱུ་མེད་ལས་བྱུང་བ་ཡང་མ་རེད། སེམས་དུལ་མ་དུལ་གྱི་སྟེང་ནས་ཨེ་ནི་འཁོར་འདས་ཀྱི་ཆོས་ཅིག་དེ་བྱུང་བ་རེད་ཅེས་གསུངས་བཞག་ཅིག། ཨེ་ནི་གོལ་སྲིད་པ་འཁོར་བ་ཁམས་གསུམ་པོ་འདི་སེམས་ཀྱི་བཀོད་པ་སེམས་ཀྱི་བྱས་ཞེས་པ་ཅིག་སེམས་མ་དུལ་བའི་སྟེང་ནས་ཡོང་དེ། ད་ལྟའི་གཤམ་ལ་ཆོས་ཉིད་འདོད་པའི་ནང་ལ་ཤུགས་ཆེན་པོ་ཡོད་རེད། སེམས་དུལ་ན་མྱང་འདས། སེམས་མ་དུལ་ན་འཁོར་བ། བྱས་ཙང་འཁོར་འདས་ཟེར་ཡ་དེ་དཀོན་མཆོག་གི་མ་གསོལ་ར་ནང་ལ་ཟོར་ཅིག་མེད་པ་བྱས། ད་ལྟ་ང་རང་ཚོའི་རྒྱུད་ཀྱི་སེམས་རྒྱུད་ད་གའ།

ད་སེམས་མ་དུལ་བ་དེ་དུལ་བར་བྱེད་ཡ་དེ། སེམས་ཁོ་རང་གི་སྟེང་ནས། མ་དུལ་བ་དེ་དེ་སེམས་ཁོ་རང་གི་སྟེང་ནས་ཡོད་པ་ཡིན་དུས་རྩ་ནས། དུལ་བར་བྱེད་ཡ་དེ་སེམས་ཁོ་རང་གི་སྟེང་ནས་གྲུབ་རྒྱུ་རེད་མ་གཏོགས་ཕྱི་ལོགས་ནས་སྨན་ཟས་ནི་ཕན་ཐོགས་ཡ་མི་འདུག་བ། སངས་རྒྱས་ཀྱི་བྱིན་རླབས་རི་མ་བཞུགས་ཆེད་སེམས་མ་དུལ་བ་ཟེར་ཡ་མི་འདུག་བ།

དེར་གལ་སྲིད་ཚན་རིག་པ་ཚོས་འདི་དགོས་མཁོ་རྩིས་བྱས་ཏེ་དོ་སྣང་བྱེད་ཐུབ་ན། ཚན་རིག་པའི་མཉམ་སྡོད་ལས་འབྲེལ་བ་ཆུང་ནས་དང། དཔེ། ཀ་སོགས་རེད། ཚན་རིག་པའི་མཉམ་སྡོད་ལས་ཡག་པས་གོ་བསྡུར། ཞིབ་ཚགས་སྒོ་ཕྱེ་ནས་གོ་བསྡུར་བྱས་ཡག་ཆུང་ནས་དང་ལོ་ཧ་ལམ་སུམ་ཅུ་སུ་ཕྱིན་པ་རེད། ད། ཚན་རིག་པའི་ནང་ནས་བློ། ཀ་སོགས་རེད། ཚན་རིག་པའི་ནང་ནས་མང་པོ་གཅིག་གིས་ད། སེམས་ཁམས་རིག་པའི་སྐོར་དེ་ནང་པའི་གཞུང་ནས་ད། རྒྱུ་ཆ་འབེལ་པོ་ཡོད་བསྡད་པ་ཅིག་རྩིས་བྱས་དོ་སྣང་བྱས་ཐུབ་ཀྱི་འདུག། རྩ་བ་དེ་འདྲ་རེད། ཆ་དེ་འདྲ་ཡིན་དུས་སངས་རྒྱས་པའི་ཆོས་དེ་ངས་དུམ་བུ་གསུམ་ཕྱེ་གི་ཡོད། ཚན་རིག་དུམ་བུ་གཅིག། ཚན་རིག་གི་ཐོག་ནས་དངོས་ཡོད་གནས་ཚུལ་དེའི་ཐོག་ནས་ལྟ་སྡོམ་རྒྱབ་ཡོང་དུས་དངོས་ཡོད་གནས་ཚུལ་ལ་སྐད་ཅིག་སྐད་ཅིག་གིས་འཇིག་འགྲོ་ཡ་སྐད་ཅིག་སྐད་ཅིག་གིས་འགྱུར་འགྲོ་ཡ་ཅིག་གི་གོ་ར་འཕྲོད་ཡོང་དུས་རྩ་ནས་དེའི་ཐོག་ནས་སྡོམ་རྒྱབ་ནི། སྐད་ཅིག་སྐད་ཅིག་གིས་འཇིག་པའི་བདག་ཉིད་མི་རྟག་པའི་རང་བཞིན་རེད་ཟེར་ལྟ་དེའི་དོན་ཡིན་གོ་ར་ལྟ་བ་དེ་སླེབས་པ་རེད།

དུ་བ། བྱ་ཟ་ཁ་མི་དྲག་པ། སྡུག་བསྔལ་བ། ད་དེ་འདྲས་ཀྱི་བདེ་སྡུག་མྱོང་མཁན་གྱི་བདག་ཟེར་ཡ་དེ་ག་འདྲས་ཤིག་ཏུ་ཕ་བ་བ་བསམ་བཏང་ཡོད་འདུག་ཟེར་ནས་ཕུང་པོའི་སྟེང་ནས་མེད་དེ་ངན་ཁ། གཟུགས་ཀྱི་ཕུང་པོའི་སྟེང་ནས་མེད་དེ་ངན་ཤི་བའི་ཕུང་པོའི་སྟེང་ནས་མེད་དེ་བ་ཅིག་ད་དུ་སྡོམ་བརྒྱབ་ཡོད་འདུག་ཟེར་ནས་ཨེ་ནི་ཕུང་པོ་ལས་དོན་གཞན་པའི་བདག་ཡོད་མ་རེད་ཟེར་ནས་བདག་མེད་པ་དེ་བཤད་ཡོང་གི་འདུག་ད་ག་ནང་བཞིན་གྱི་ཕྱི་དང་ནང་གི་ཆོས་གང་དང་གང་ཡིན་ནི་ཨེ་ནི་ཕན་ཚུན་ལྟོས་ནས་སྒྲུབ་འདོད་པ་ཞི་དག་མ་གཏོགས་ལྟོས་མེད་རང་དབང་གི་སྒྲུབ་པ་མེད་པ་ཡིན་དུས་རྩ་ནས་ཆོས་ཐམས་ཅད་ཨེ་ནི་ལྟོས་གྲུབ་ཙམ་རེད་ཟེར་ཧ་གི་ལྟ་གྲུབ་དེ་ལས་ཡོང་ཐུབ། ཚེ་སང་དངོས་ཡོད་གནས་ཚུལ་འདི་བཤད། དངོས་ཡོད་གནས་ཚུལ་འདིའི་ཐོག་ནས་ཨེ་ནི་སྡོམ་རྒྱབ་ནི་ནང་པའི་ལྟ་གྲུབ་དེའི་ལས། ད་ལྟ་གྲུབ་དེའི་ཐོག་ནས་ཨེ་ནི་ད་བུ་གི་ཆོས་རང་གང་སླད་ཡོད་དུས་སངས་རྒྱས་པའི་གཞུང་ནས་སྡུག་བསྔལ་གྱི་རྩ་བ་དེ་མ་རིག་པས་བྱས་པ་རེད། མི་ཤེས་པས་བྱས་པ་རེད། མི་ཤེས་པ་ལ་གཉིས་བཤད། རྨོངས་ཙམ་གྱི་མི་ཤེས་པ་གཅིག་དང། ཕྱིན་ཅི་ལོག་ཏུ་རྟོག་པའི་མི་ཤེས་པ་གཅིག་བྱས་ནས་གཉིས་བཤད། བདག་གཉིས་ཕྱེ་བས། ཕུགས་ལ་འཇོག་མི་ངོ་མ་དེ་ཕྱིན་ཅི་ལོག་གི་མ་རིག་པ་དེ་གིས་བྱས་པ་རེད་ཕྱིན་ཅི་ལོག་གི་མི་ཤེས་པ་དེ་མི་ཤེས་པ་དེ་གིས་བྱས་པ་རེད་ད་འདི་བསལ་ཡག་ལ་ཡག་ཨེ་ནི། ལྟ་གྲུབ་དེའི་ལས་ཡོང་གི་ཡོད་རེད། དེའི་ལྟ་གྲུབ་དེ། ལྟ་གྲུབ་རླབས་ཡག་གི་དོན་གཉེར་ཡོང་བ་ལ་མི་ཤེས་པ་དེ་སེལ་ཐུ་ཡག་ཡོད་པ། མི་ཤེས་པའི་དབང་གིས་སྡུག་བསྔལ་བ་ལ་འཇགས་ཀྱི་ཡོད་པ་དེའི་དེ་ཤེས་པ་ཡིན་ན་དེ་ལས་ཐར་འདོད་ཀྱི་བློ་ལས་ཡིན་དགོས་པ། དེ་ལས་ཐར་འདོད་ཀྱི་བློ་སྐྱེས་པའི་མཚམས་ལ་ཡང་ཨེ་ནི་ལྟ་གྲུབ་དེ་ལ་ཡང་རྩེ་ཞིག་ཏུ་སྒོམ་ཡག་ཡིན་དགོས་པ། ད་ཡང་ཚུལ་ས་དེ། དེ་ལས། སྡུག་བསྔལ་གྱི་རྩ་བ་མི་ཤེས་པས་བྱེད་ཀྱི་ཡོད་པ། མི་ཤེས་པ་དེ་སེལ་ཐུ་ཡག་ཡིན་མིན་དེ་ཡང་ལྟ་གྲུབ་དེ་དོན་དུ་བསམ་སྟངས་ན་མ་གཏོགས་ཡོང་མི་འདུག་ག།